རྙོག་དྲ་བཟོ་ཡག་གི་ཆེད་དུ་གསུངས་པ་ཇི་ལྟ་བ་ཡིན་ནི་མ་རེད་གསུངས་ཀྱི་ཡོད། ངས་ལུང་གཅིག་དྲངས་ཀྱི་ཡིན། རྒན་འདན་མ་སྟོང་དཔོན་རིན་པོ་ཆེ་གིས་ཁྱོད་རྣམ་རྒྱལ་གྱི་འདྲི་བའི་ནང་བཀའ་གནང་ཡོད་རེད། རྒན་མོ། རྒས་ཤིང་ཁོག་བ། གོམ་པ་འདེགས་འཁྱུར་བ། མིག་ལོང་བ། དེ་འདྲས་ཀྱི་གཡང་ས་ཁག་གི་བར་འགྲོ་གི་འདུག་ན། དེ་མ་འགྲོ་ཟིན་ནས་ལབ་རྒྱུ་ཡོད་མ་རེད་བས། ད་རྙོག་དྲ་ཡོང་གི་རེད་ཟིན་ནས་ཁ་ཁ་བསྡད་འོང་རེད་བས། གལ་སྲིད། བྱམས་པ་དང་སྙིང་རྗེའི་ས་བོན་ཕྲན་བུ་ཅིག་ཡོད་མཁན་བྱིན་པ་ཡིན་ནས། དེ་འདྲའི་གང་ཟག་ཉམ་ཐག་བ་ཅིག། དབྱངས་གསལ་ངོས་ནས་འཁྱོག་འགྲོ་འདོད་སྐབས་ལ། དེ་ནས་འགྲོ་རྒྱུ་ཡོད་མ་རེད་དེ་ལམ་ཀ་སྡུག་ཅག་རེད་ཟིན་ནས་ལབ་ཡག་དེ། མིག་ཡོད་མཁན་གྱི་མི་ཚང་མའི་ལས་འགན་མ་རེད་བས། ང་ཚོ་ལམ་གུར་པར་འགྲོ་ནས། དབྱངས་ལ་འཁྱོང་གི་ཡོད་པ་དེ་ལ་ཡག། ྋགོང་ས་སྐུ་ཕྲེང་ན་རིང་གིས་ལམ་སྟོན་གནང་བ་དེ་སྙིང་རྗེའི་ཀུན་ནས་བསླངས་པའི་ལམ་སྟོན་ཅིག་རེད་མ་གཏོགས་པའི་དཔེ་རྙོག་དྲ་ལངས་ཡག་གི་གནས་ཚུལ་ཅིག་གས་ཆ་གི་ཡོག་མ་རེད་པ། དེ་འདྲས་སོང་བ་ཡིན་ཙང་གདན་ས་ཁག་གི་ནང་ལ ྋགོང་ས་རིན ྋགོང་ས་སྐྱབས་མགོན་ཆེན་པོ་རྗེས་མ་ཞབས་སོར་འཁོད་པའི་སྐབས་ལ་ཡག་ག་པར་གསུང་ཆོས་གནང་བས་ཡིན་ནས་ཐུགས་འཚེར་སྣང་མེད་ཨམ་ཟེར་ནས་གསུང་ཆོས་གནང་ཐུགས་ཡག་ཅིག་བཟོ་དགོས་ཡ་དེ། གདན་ས་སོ་སོའི་དགེ་འདུན་པ་དང་དབུས་ལ་བཞུགས་མཁན་ཚོའི་ལས་འགན་རེད་བསམ་གྱི་ཡོད། ཨའོ་འདས། ཆོས་འབྲེལ་བྱས་པ་ཡིན་ན། གང་ག་གཙང་མ་རེད་ཅིག་ཡིན་འགྲོ་མིན་འགྲོ། འདས་ཆོས་འབྲེལ་བྱས་པ་ཡིན་ན་ག་འདྲ་རེད་ཅིག་ཡིན་འགྲོ་བསམ་པའི། ཐུགས་དོགས་ཟ་དགོས་ཡ་ཅིག་གི་གནས་ཚུལ་མེད་པ་ཅིག་བཟོ་མ་ཐུབ་པ་ཡིན་ན། ང་ཚོས་ཆོས་འབྲེལ་གྱི་སྦྱིན་བདག་ཞུ་གི་ཡིན། མཐུན་རྐྱེན་གཏང་གི་ཡིན། ཅི་ཅི་ཅི་གནང་རོགས་གནང་ཟེར་བརྙན་ཐང་ཞུས་བཞག་ཡོད། དེ་ལས་གསུངས་བསྡད་པས་ངས་ཕན་ཐོགས་ཡོད་མ་རེད་གསུངས་ཐུབ།